ཕྱི་ལོ་ཉིས་སྟོང་བརྒྱད་པའི་མྱུལ་རྩ་གཅིག་ལོའི་ཕྱི་ཟླ་བདུན་པའི་ཚེས་པ་མྱུལ་རྩ་གསུམ་རེས་གཟའ་ཕུར་བུ་རེད། ད་ཐེངས་ཀྱི་དཔྱད་བརྗོད་ལེ་ཚན་འདིའི་ནང། གནམ་འོག་གི་སེམས་འགྱུར་ཚན་པའི་བརྙན་འཕྲིན་ལེ་ཚན་བརྒྱ་དང་ལྔ་བཅུ་ང་བཞི་པ། འདིའི་ཁོངས་སུ། སྲིད་སྐྱོང་བློ་བཟང་སེང་གེའི་མཛད་རྗེས་གླེང་བ་ཞེས་པའི་ལེ་ཚན་དེའི་སྨད་ཆ། བཙན་བྱོལ་བོད་མིའི་དཔལ་འབྱོར་ཡར་རྒྱས་ཀྱི་གནས་བབ་སྐོར་ཞེས་པའི་བརྗོད་གཞི་ཐོག་བགྲོ་གླེང་ཞུ་རྒྱུ་ཡིན། སྲིད་སྐྱོང་བློ་བཟང་སེང་གེས་མཛད་རྗེས་བཞེས་པའི་ལེ་ཚན་དེའི་སྟོད་ཆ། ཆབ་སྲིད་དང་རིག་གནས་ཡར་རྒྱས་སྐོར་བརྙན་འཕྲིན་ལེ་ཚན་བརྒྱ་དང་ལྔ་བཅུ་ང་གསུམ་པའི་ནང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཚེ་གཅིག་ལོའི་ཕྱི་ཟླ་དྲུག་པའི་ཚེས་ལྔ་ཉིན་ངོ་སྤྲོད་ཞུས་ཚར། དེ་རིང་གི་བར་དུ་བརྙན་འཕྲིན་ལེ་ཚན་མི་འདྲ་བ་བཞི་ཙམ་སྤེལ་ཟིན་པ་ཡིན་ན་ཡང། དུས་ཡུན་དེའི་རིང། རྡ་རམ་ས་ལའི་བོད་གཞུང་དེ་དབང་ཆ་སྒེར་འཛིན་པས། སྒེར་བཅོམ་དང་བཙན་བཟུང། སྒེར་བདག་བྱས་པའི་མཛའ་གྲགས་ཀྱི་དུས་ཡུན་ངན་པ་ཞིག་ཡིན་པར་བརྟེན། བཙན་བྱོལ་བོད་མིའི་དཔལ་འབྱོར་ཡར་རྒྱས་ཀྱི་གནས་བབ་སྐོར་བཤད་པའི་ལེ་ཚན་དེ་ངོ་སྤྲོད་ཞུ་རྒྱུར་དུས་ཚོད་རན་པོ་ཞིག་མ་མཐོང་བའི་དབང་གིས། དུས་ཚོད་ཕྱི་བཤུར་བྱ་དགོས་བྱུང་བ་དེར་འདི་ག་རྩོམ་སྒྲིག་པའི་ངོས་ནས་དགོངས་སེལ་ཞུ་གི་ཡོད། བཙན་བྱོལ་བོད་མིའི་དཔལ་འབྱོར་ཡར་རྒྱས་ཀྱི་གནས་བབ་ཞེས་པ་དེ་གཙོ་བོ་བོད་མི་མང་གི་སྲིད་སྐྱོང་འབུམ་རམས་པ་མཁས་དབང་བློ་བཟང་སེང་གེ་བཀའ་ཤག་གིས་བོད་གཞུང་གི་དཔལ་འབྱོར་ཡར་རྒྱས་ཇི་ལྟར་བཏང་གནང་པའི་སྐོར་དེ་ཡིན། དེ་རིང་གི་ལས་རམས་ནང་བོད་གདོད་མའི་གྱི་རྩོམ་པ་པོ་དང་ལོ་ཙཱ་བ། སྤྱི་ཚོགས་དཔྱད་བརྗོད་པ་ཨ་ནུ་དང་བསོད་ནམས་ལགས་གདན་འདྲེན་ཞུས་ཡོད། དཔྱད་བརྗོད་འདིས་གསན་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླ་ཡོངས་ཀྱི་ཚབ་ཞུས་ཏེ། ཨ་ནུ་དང་བསོད་ནམས་ལགས་ལ་འཚམས་འདྲི་དང་སྡིངས་ཆ་འདིར་སླར་ཡང་ཕེབས་པ་བཀའ་དྲིན་ཆེ་ཞུ་གི་ཡོད། ཐུགས་རྗེ་ཆེ་ཉག་རོང་བཙན་པོ་ལགས་ཡོངས་དང་བཅས་པའི་གོ་སྐབས་གནང་པ་ལ་སྔོན་འགྲོ་ནས་ཐུགས་རྗེ་ཆེ། ལས་ཟས
མཐོ་ཆེ་ན། ལས་རམ་དབུ་འཛུགས་ཞུ་ཆོག་པ་བྱེད། དང་པོ་དེ་ལ་ཡང་ད་དེར་ཡིན་གྱི་བརྗོད་གཞི་དེ་དཔལ་འབྱོར་གྱི་གནས་བབ་སྐོར་ཡིན་ཙང། བཙན་བྱོལ་བོད་མིའི་དཔལ་འབྱོར་གྱི་གནས་བབ་སྤྱི་ཡོངས་ཀྱི་གླེང་སློང་བྱེད་ཡ་ལ་ཡང་བརྗོད་གཞི་ཧ་ཅང་ཆེན་པོ་ཞིག་རེད་ཤག་དེ་ཡིན་དུས་ད་ད་ལན། སྲིད་སྐྱོང་བློ་བཟང་སེང་གེ་གིས་བོད་གཞུང་གི་ཆབ་སྲིད་ཀྱི་སྐུ་དབང་ཆ་ཚང་བཞེས་པའི་ཐོག་མ་ཟེར་གྱི་ཡོད་ན་འདྲ། ཟམ་གདོང་རིན་པོ་ཆེ་གིས་མི་ལོ་བཅུ་དགུའི་རིང་ལ་བོད་གཞུང་གི་ཆབ་སྲིད་ཀྱི་སྐུ་དབང་ཆེ་ཙམ་བཞེས་ཟིན་པའི་རྗེས་སུ། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་ལ་ཡང་བོད་མི་མང་གིས་སྲིད་སྐྱོང། བློ་བཟང་སེང་གེ་ལ་རྩིས་སྤྲོད་གནང་པའི་སྐབས་སུ། བོད་གཞུང་གི་དཔལ་འབྱོར་གྱི་གནས་སྟངས་དེ་སྐབས་དེ་དུས་ག་འདྲ་འདྲ་ཅིག་ཆགས་འདུག་ལ།

ད་ལོ་བཞི་ལྔ་དྲུག་ནང་ལོ་ནས་ཁུལ་དཔལ་འབྱོར་སྤྱི་བཏང་བ་དང་འབུར་ལུག་པ་དེ་རྩིས་གཞི་ལས་ཁུངས་འགན་དང་གསུངས་ཡོད་རེད་དེ་མ་ཟད་སྤྱི་བཏང་བ་དང་ཐེངས་དང་པོ་རྩིས་གཞི་ཁང་འབུར་ལུག་པ་དང་དེ་ནས་ལོ་ཁ་ཤས་རྗེས་ནས་ཁུལ་དཔལ་འབྱོར་ལས་ཁུངས་འབུར་ལུག་པ་དེ་ནས་ལོ་ཁ་ཤས་བཞི་བོ་ལ་ནང་སྲིད་ལས་ཁུངས་འབུར་ལུག་པ་དང་གསུངས་ཡོད་རེད་གསུངས་པ་དང་ཞང་ཨ་རིའི་དོན་གཅོད་དངོས་གྲུབ་ཚེ་རིང་དེ་འདྲ་ཞིག་གསུངས་ཀྱི་ཡོད་རེད་དེ་མ་ཟད་དེ་འདྲ་དེ་ད་ནང་ཧྲི་ཀ་ལམ་སྤྱི་བཏང་གསུང་རུང་ཐུབ་རྒྱ་ཡིན་པ་ཡིན་ནའང་ཉིས་སྟོང་བཅུ་བཞི་ལོའི་ནང་ཧྲི་ལི་ཀོང་ལ་སྤྱི་བཏང་གི་རྒྱ་གར་པི་ཤ་འབུམ་བཅུ་བཞི་མ་ཅིག་མ་འདུག་འབུམ་བཅུ་བཞི་ཟེར་པ་ནི་པའི་གྲངས་ཀ་ཉུང་ཉུང་རེད། པའི་ཉེན་ཁ་འཕྲད་འདོད་ཡོད་རེད་ཡིན་པ་ཡིན་ནའང་ད་དེའི་གཞིས་ལ་སྲིད་སྐྱོང་ལོ་ཙཱ་ཚིང་གིས་དང་དེའི་ཤ་རུ་ཀ་ལོ་འདི་ཚོས་ཤིག་བརྒྱབ་ནས་འདུག་ད་ད་འདི་དཔལ་འབྱོར་ནི་ཏང་ཡག་ཐག་ཆོད་ཆགས་བསྡད་ཡོད་རེད། སྤྱི་བཏང་བ་ཟམ་གདོང་རིན་པོ་ཆེའི་ངོས་ནས་བསྡུ་བ་ལ་ད་བསོད་ནམས་གཏུབ་རྒྱག་སྐབས་དེ་བ་ལ་དཔའ་མཇུག་ཧ་ལས་ཅུང་རིང་གི་འདུག་ཡིན་པ་དེ་ཟམ་གདོང་རིན་པོ་ཆེ་ཁོ་རང་སོང་གི་འདུག་ཁོ་ཐེངས་དང་པོ་དགའ་ལངས་ཁྲི་བ་ལ་ཕེབས་པའི་སྐབས་སུ། སྤྱི་བཏང་ལ་དཔའ་བཙན་ཤོག་བུ་གཞུང་གི་ཨ་མ་སྒང་ནས་ཀྱི་དཔའ་མཇུག་རྩ་བཞི་པ་བང་མཛོད་སློབ་གླིང་གི་ཧིན་དི་གི་དཔེ་ཆའི་ས་ཡ་གསུམ་སུ་གཟིགས་ཚར། བེད་སྤྱོད་གཏོང་ཚར་འདུག་ཟེར་གི་འདུག་ས་ཡ་སེམས་ཅན་བེད་སྤྱོད་གཏོང་ཚར་འདུག་ཟེར་གི་འདུག་དེ་ཙམ་ཟེར་མ་ཟད་བུ་ལོང་ནག་པོ་ས་ཡ་ལྔ་འདུག་ཟེར་གི་འདུག་ད་ས་ཡ་ལྔ་ཟེར་བ་ཡིན་ན་རྒྱ་གར་གྱི་འབུམ་ལྔ་བཅུར་བ་དེ་འདྲ་གྱི་སྤོ་བྱུང་ལ་བུ་ལོང་འདུག་ཟེར་གི་འདུག་དེ་མ་ཟད་ད་ཆ་མུ་མཐུད་དུ་དེ་འདྲ་ཅིག་འགྲོ་བ་ཡིན་ན་ད་སྔོན་འགྲོ་ནས་བུ་ལོང་ནང་ས་ནས་ལོ་ལྔ་དྲུག་བཞི་བ་ལ་བུད་དེ་སྤོ་བྱུང་འབུ་ལུག་གི་འདུག་ཟེར་ནས་ཟམ་གདོང་རིན་པོ་ཆེས་དེ་འདྲ་གསུངས་གི་འདུག་དེ་འདྲ་ཡིན་པ་སོང་ཚོ་ད་གཞུང་གི་ཁེར་གཉེར་ཁང་ཉུ་ཤུ་ནས་འདུག་ཟེར་གི་ཉུ་ཤུ་ནང་ལ་ནི་གི་བུ་བཞི་ལྔ་གཅིག་མ་གཅིག་གཞན་པ་ཚང་མ་ཁེ་ཚོང་ཆུང་ནས་མི་འདུག་ཟེར་གི་འདུག།

སྔོན་ལ་ཡིན་པ་ཡིན་ན་ཡང་དཔལ་འབྱོར་གྱི་དཀའ་ངལ་ཚང་མ་ལོ། སྐབས་དེ་དུས་དཀའ་ངལ་ཆེན་པོ་ཡོད་པ་དེ་ཁྱེད་རང་གིས་གསུངས་པ་རེད། ད་དེ་ནས་ཟམ་གདོང་རིན་པོ་ཆེའི་རྗེས་ལ་ཡང་སྲིད་སྐྱོང་བློ་བཟང་སེང་གེའི་བཀའ་ཤག་སྐབས་གཉིས་མི་ལོ་བཅུའི་རིང་ལ་ཡང་དཔལ་འབྱོར་ཡར་རྒྱས་ཀྱི་སྐོར་དེ། སྡོམ་འདྲ་གཅིག་བརྒྱབ་པ་ཡིན་ན་ག་ཚོད་འདྲ་གཅིག་ཆགས་འདུག།
དཔའ་འཇུག་དབྱར་གྱི་ཧ་ལས་བཞེངས་བ་རེད་ལྷག་པ་དེ་ཉིས་སྟོང་བཅུ་དྲུག་དང་བཅུ་བདུན་བཞི་བ་ལ་རྒྱུ་མཚན་ག་རེ་ཡོད་སྲིད་པ་ཡིན་ན་ཉིས་སྟོང་བཅུ་དྲུག་དང་ད་བཅུ་བདུན་ལ་བ་བཅུ་བདུན་ནང་ལུགས་ཀྱི་ཨ་རིག་འགྲོ་ལ་དེ་ཅི་དང་ཚ་ཡ་སེམས་སུ་སྤོ་བྱུང་ལ་རུང་ངུ་བྲིས་ཡོད་རེད། ཚ་ཡ་སེམས་ཉིས་སྟོང་བཅུ་དྲུག་ལོ་ཉིས་སྟོང་བཅུ་བདུན་ལོ་ཚ་ཡ་བཅུ་བདུན་ད་ལན་ཉིས་སྟོང་བཅོ་བརྒྱད་བཅུ་དགུའི་བར་རོ་ལ་ད་ཚ་ཡ་བཅུ་བདུན་ཁྲིད་པ་ཙམ་ཟེར་མ་ཟད་ད་ལྟའི་ཏིང་གོང་ལ་ཐེག་པ་ཚ་ཡ་གཉིས་དང་གསུམ་ཁྲིད་ཡོད། ཡིན་པ་ཡིན་ནའང་ཏིང་ནོར་ལུག་གི་ཚ་ཡ་བརྒྱད་ལྟ་བུ་ནོར་ལུག་ལ་བཏང་ཡོད་འཕྲོད་བསྟེན་དང་ཁོར་ཡུག་སྐོར་ལ། རིག་གཞུང་དེ་ཚོའི་སྐོར་ལ། ཡིན་པ་ཡིན་ནའང་བཙན་བྱོལ་གཞུང་ལ་ལོ་རེ་རེ་ལ་ཚ་ཡ་དགུ་ནས་བཅུ་གཉིས་དང་ཕྱེད་ཀ་དེ་འདྲ་རག་གི་ཡོད། ད་ལྟ་ར་ཡ་དེ་ད་ལྟ་ར་པ་ཙམ་ཟེར་མ་ཡིན་པར་ཨ་རི་ཁོ་རང་གི་ཁྲིམས་འཆར་བཟོས་ནས་ཁྲིམས་སྒྲིག་བྱས་ནས་གཏན་འབེབས་བྱས་ནས་ཁྲིམས་འཛིན Donald Trump གི་ས་ཡིག་བརྒྱབ་ནས་མཚན་རྟགས་བཀོད་ནས་ཨ་རིའི་ཁྲིམས་ལ་ཆགས་ནས་ད་ལྟ་སང་ཉིན་ཉིས་སྟོང་ཉི་ཤུ་རྩ་ལྔ་པ་ད་རག་གི་ཡོད་རེད། དཔེ་ཆ་དཔེ་འབོར་ཆེན་པོ་ཞིག་ཡོད་ཀྱི་རེད་ཕོན་ཆེན་པོ་ཞིག་ཡོད་ཀྱི་རེད་དེ་ཙམ་ཟེར་མ་ཟད་ད་ཉིས་སྟོང་བཅུ་བཞི་ལོ་ཡིན་པ་ཡིན་ན་ཡང

སྲིད་སྐྱོང་བློ་བཟང་སེང་གེ་གིས་བཀའ་ཤག་སྐབས་གཉིས་ཀྱི་སྐབས་ལ། སྔོན་རྩིས་དང་སྤྱི་ཡོངས་ཀྱི་རྩིས་ཀྱི་ཐོག་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ནང་ལོགས་ལ་ཡིན་ན་ཡང་ཧ་ལས་པའི་གི་ལྷག་བཅུ་ཞུ་མཁན་སྤྱི་འཐུས་དཔེ་མང་པོ་བྱུང་བ་རེད། དེ་འདྲ་ཡིན་དུས་ད་ད་ལྟ་ཡང་ཁྱེད་ཀྱི་བཀའ་མོལ་ནང་ལ་འཁྱུགས་སུ་སླེབས་པ་ནང་བཞིན་རེད་འཛུགས་སྐྲུན་ཡར་རྒྱས་ཀྱི་སྐོར་ལ་ཧ་ལས་པའི་གི་གནས་སྟངས་ད་གང། གང་ཅིའི་ཐོག་ནས་དེ་ཚོ་ཚང་མ་ལོ་པཎ་ཆོས་དང་འབྲེལ་བ་ཆགས་བསྡད་པ་ཡིན་ཙང། དེ་ཙམ་དུ་མ་ཟད་དཔལ་འབྱོར་གྱི་ཡོང་ཁུངས་དེ་རྔན་མ་འདྲ་བ་ཡིན་པ་ཡིན་ན་དཔལ་འབྱོར་དེ་ཨ་རིའི་གཞུང་ནས་ཚུར་བཏང་པའི་སྐབས་ལ་བརྒྱུད་ལམ་གཞན་པ་ཅིག་བརྒྱུད་ནས་ཡོང་དགོས་ཡ་འདྲ་པོ་དང་དེའི་དཔའ་རུ་ལ་ཡང་ཅིག་ཁ་ཅིག་ཁེབས་སང་འདྲ་བོ་ཅིག་དེ་གང་ལ་ཟ་གི་ཡོད་པའི་གནས་སྟངས་འདྲ་བོ་ཆགས་ཀྱི་འདུག་དེ་ཡིན་དུས་ནས་སྲིད་སྐྱོང་བློ་བཟང་སེང་གེའི་སྐབས་ལ་ཡང་དཔལ་འབྱོར་ཨ་རི་ནས་རོགས་རམ་གནང་ཡང་དེ་ཚོ་ཐད་ཀར། གནང་ཡག་གི་ལམ་ཁ་དེ་འདྲའི་བཟོས་གནང་ཡོད་ཟེར་རེད་ད་གཟོད་པད་མ་སེར་བའི་གི་གལ་ཆེན་པོ་མ་རེད་བས།
རེད་ད་གཟོད་ཧ་ལས་གལ་ཆེན་པོ་རེད་ད་ངེད་མ་གནའ་བོའི་མི་སྣ Tibetan Fang ད་སྤོ་ཆུ་ཐེབས་རྩ་དེ་ཚོ་རྗེས་ནས་ཀྱང་ཡོང་གི་ཡོད་རེད་བ་ད་ལྟ་ཡིན་ནའི་ཡང་ད་ཡོང་དང་ཡོང་བཞིན་པ་ཡིན་པས་ཡང་ད་ཨ་རི་གཞུང་གིས་བོད་དེ་ཐེ་ཁེ་ལ་སྤོ་གཞུང་ལ་སྤྲད་ཡག་གི་དེ་འདྲ་འགོ་བཙུགས་ཚར་རེད་བཙུགས་པ་ཙམ་ཚོ་མ་ཟད་ད་ད་ས་ཡ་གཅིག་ཨོ་གི་དེ་འདྲ་ད་ཁ་ཐུག་གི་ཨ་རིའི་གཞུང་གིས་བོད་གཞུང་ལ་སྤྲད་ཡོད་རེད་ད་བོད་གཞུང་སྤྲད་པ་ཡིན་ན་བོད་མིའི་སྒྲིག་འཛུགས་བཙུགས་པ་དེ་ཨ་རིའི་གཞུང་གིས་བོད་མིའི་སྒྲིག་འཛུགས་བཙུགས་པ་དེ་རྒྱལ་ཁབ་ཅིག་ཡིན་པ་གོ་ཨོ་དེ་འདྲ་གི་སྒང་ནས་ཁོས་ད་ངོས་འཛིན་བྱས་ནས་ཁོས་སྤྲད་ཀྱི་ཡོད་རེད་དེ་ཚོའི་སྔོན་འགྲོ་ནས་ཚེ་དང་པོ་ཞུ་རྒྱུ་རེད་ད་མ་འོངས་བ་སྤེན་པ་ཚེ་རིང་ཁོ་རང་ངོས་འབྱོན་པ་ཡིན་ན་ད་ཤུགས་ཆེར་བཏང་ནས་ཁོས་ཚང་མ་ཁ་ཐུག་ར་གི་ད་ནམ་མཁའ་བཟོ་དགོས་ཏེ་གལ་ཆེན་པོ་ཞིག་རེད་དེ་མ་ཟད་ད་ལྟ་ད་ང་ཚོས་གཟན་རྩྭ་སྤྲད་དགོས་ཏེ་གལ་ཆེན་པོ་ཞིག་རེད་མ་གཞི་ཨ་རིའི་རུ་ཆུ་འདི་ཚོས་ལོ་རེ་རེ་ལ་ཨ་རིའི་གཞུང་གི་ཞིབ་འཇིགས་བྱ་དགོས་རེད་འོན་ཀྱང་གྲོང་གསར་དེ་ལ་གཏོང་གི་འདུག་གཏོང་གི་མི་འདུག་ཞིབ་འཇིགས་ནི་ཁོས་ཞིབ་འཇིགས་ཀྱི་ཉན་ཐོས་དེ་བཏོན་ནས་ཨ་ལས་བོད་མིའི་སྒྲིག་འཛུགས་ཀྱི་སྤེལ་ཤ་དེ་ཚོས་གཏོང་ས་ཏག་ཏག་ཏག་ཏག་གཏོང་གི་མི་འདུག་དེ་ནི་ཁོས་དེ་འདྲ་གི་ཉན་ཐོས་ཀྱིས་སླེབས་པ་ཡིན་ན་དེ་ནི་དེ་འདྲ་ཞིག་ལམ་ཁ་འགག་པ་ཡིན་ན།

ཁོང་རང་ཁང་པ་དེ་འདྲ་བརྒྱབ་ནས་འགྲོ་སོང་ཞེའུ་ཅིག་བཏང་ཡོད་རེད་ཡིན་པ་ཡིན་ནའང་ད་ལྟ་ཡང་རྒྱ་གར་དཔེ་ཤེལ་ཅིག་བཏང་བ་དེ་ག་རུ་ཉིས་བརྒྱ་དྲུག་ཅུ་ས་འདུག་ག་རུ་ཉིས་བརྒྱ་དྲུག་ཅུ་ས་འདུག་སྤྱིར་བཏང་འདི་བར་གྱི་ལོ་ང་གཅིག་གི་ནང་ལོ་ལ་བཙན་བྱོལ་བོད་གཞུང་དང་བོང་རྫོང་ནང་ལོ་ལ་དགའ་རུ་ཉིས་བརྒྱ་མ་ཞིག་བསགས་ཐུབ་ཡོད་མ་རེད་དབྱིན་བན་ནང་སྲིད་སྐྱོང་གི་བློ་སེང་གི་ལོ་བཅུ་གི་ནང་ལ་དགའ་རུ་ཉིས་བརྒྱ་དྲུག་ཅུ་ལྷག་མ་བསགས་ཡོད་རེད་དེ་ནས་བོད་ཀྱི་རྩ་དོན་ནི་ཀུན་ད་མ་འོང་བ་ཅི་གཏོང་བ་སྲིད་སྐྱོང་དེ་ཚོས་ད་དགའ་རུ་ང་བརྒྱད་དང་དྲུག་བརྒྱ་བརྒྱད་བརྒྱ་དེ་འདྲ་བསགས་ཡོད་པ་ད་རེ་བ་བྱུང་གི་ཡོད་རེད་སྲིད་སྐྱོང་གི་ལོ་སེང་གི་ཁོ་རང་དབྱིན་བན་ནང་རྒྱུ་མཚན་ག་རེ་ཡིན་པ་ན་ད་ད་ནས་ཁང་པ་ཚོད་མ་བརྒྱབ་ཚར་རེད་ཤུགས་ལྡན་ཚོད་མ་བསྟན་ཚར་རེད་ད་འགྲོ་སོང་ཡོད་མ་རེད་བ་ཅི་དྲག་དེ་འདྲ་ཡིན་པ་སོང་དོ་ད་ཨ་རིའི་དབྱིན་བན་ནང་དེ་འདྲ་བོད་ཤ་བྲེག་གི་ཡོད་རེད་ཐ་ན་ད་ཡུ་རོབ་དེ་ཚོས་ད

ཨ་བོད་གཞུང། མེད་པའི་སྐབས་ཤིག་རེད། ཨ་མི་ཚང་མ་གིས་དེ་ལ་ཡང་ངོས་འཛིན་གནང་གི་ཡོད་རེད། ལྷག་པར་དུ་ཞེ་ནག་ཚ་བ་ཅིག་ལ་ཡང་མི་གཅིག་དབང་འཛིན་གྱི་ལམ་ཁ་ཅིག་ལ་ཡང་འགྲོ་གི་ཡོད་པ་དང། དབང་འཛིན་པ་ཁོ་རང་ཚོ། ཡིན་ན་ཡང་དཔལ་འབྱོར་གྱི་ལམ་ལུགས་འདིའི་སྒང་ལ་ཡང་འདི་དང་འདི་གི་འཆར་གཞི་ཡོད་ཟེར་ཡག་གི་སྐད་ཆ་དེ་འདྲའི་གང་ཡང་འབྱུང་གི་མེད་པ་ཡིན་ཙང། དཔལ་འབྱོར་དེ་བློ་བཟང་སེང་གེའི་སྐབས་ལ་ཡག་པོ་བཟོས་བཞག་པ་དེ་ལ་ཡང་བསྙད་ནས།

པེ་ལེ་འདྲ་བོ་ཁྲ་ཡག་མོ་གྲགས་སོང་པ་ཡིན་ན་དེ་ནས་ཨ་རིའི་གཞུང་འབྲེལ་དུ་ཁོང་ཁྲོ་བཟོས་པ་ཡིན་ན་ངུ་དྲོ་ནས་གི་ཉེན་ཁ་ཡོག་རེད་ཅེ། དེ་ཙམ་ཚོད་མ་ཟད་ད་ལྟ་ད་ལྟ་ཇི་ལྟ་བ་ལ་ལྷོད་ཡོག་འདྲ་བོ་ཤོར་ནས་ད་ནང་ཁུལ་གི་ཆབ་སྲིད་རྩེད་མོ་ཞེ་བོ་ཅིག་རྩེད་ནས་དེ་ནས་མོ་གཙོས་ཡིན་པ་ཡིན་ན་འདྲ་གི་འདུག་ནང་ཁུལ་གི་འཛིན་སྐྱོང་ཡིན་ན་འདྲ་གི་འདུག་དེ་ཚོ་ལ་ནང་མིས་བཏང་ནས་གི་དེ་ནས་ནང་ཁུལ་གི་ལྟ་བ་མི་མཐུན་པ་དེ་ཚོའི་ལ་འབུར་འཇོམས་བྱས་ནས་གི་དཔེ་དེ་རྩ་བའི་བཏང་བ་དང་བསམ་ཚུལ་མི་མཐུན་པ་ཡོང་ས་མེད་པ

སྤྱི་སྟོང་དགུ་བརྒྱ་དྲུག་ཅུ་ནས་བྱེད་ཆེ། ཟངས་མདོ་རིན་པོ་ཆེ་གིས་ཆབ་སྲིད་ཀྱི་སྐུ་དབང་ཆེ་ཙམ་བཞེས་པའི་ལོ་བཅུ་དེ་ཉིས་སྟོང་གཅིག་དང་གཉིས་ནས་འགོ་བཙུགས་ཡོད་རེད། དེ་ཡིན་དུས། སྤྱི་སྟོང་དགུ་བརྒྱ་དྲུག་ཅུ་ནས་ཉིས་སྟོང་གི་བར་དུ་ལོ་བཞི་བཅུ་གི་རིང་ལ། དཔལ་འབྱོར་འཐུས་ཤོར་ཞེ་པོ་ཅིག་ཕྱིན་ཡོད་རེད་ཟེར་ནས་གསུངས་བསྡད་ཀྱི་འདུག་དེ། རྒྱུ་དང་རྐྱེན་ག་འདྲས་འགྲོ་བྱེད་སྒང་ལ་འཐུས་ཤོར་འགྲོ་གི་ཡོད་ན་དེ་སྒང་ལ་ཐུགས་སྣང་གནང་ཡོད་ན་བྱུང་ཡོད་ན།

ཏཱ་ལའི་བཞུགས་ལ་ད་རྒྱ་གར་ནས་བཞག་ནས་ཐུག་གི་མ་རེད་སྤོ་ལག་ཁྱེར་ནས་ཐུག་གི་མ་རེད་དེ་འདྲ་ཡིན་པའི་རྒྱུ་མཚན་ལ་ལྟོས་ནས་ད་ང་ཚོས་བོད་ཡོད་མ་རེད་ནས་དཔལ་འབྱོར་ཀུན་ལ་ཐེ་ཞུགས་ཤུགས་རྒྱ་ཆེན་པོ་ཞུ་ཞིག་གཏང་བྱ་དེ་མ་ཟད་ད་ལྟ་ད་ང་ཚོས་རྒན་པ་མང་པོ་ཞུ་ཅིག་ཅིག་གཏང་དེང་རབས་ཀྱི་དཔལ་འབྱོར་གྱི་འགྲོ་སྟངས་དེ་ཞིག་མི་འདུག་མི་ཞིག་ལས་དགོངས་ལ་ད་ཅིག་གཏང་གི་སྟབས་མ་ལབ་པ་ཅིག་ཟེར་ཡང་མི་འདུག་ད་དེ་དགོངས་ནས་འདི་མཁན་མགོ་གཙོ་ཁག་ཅིག་ཅིག་གཏང་བ་བཟོ་གྲྭ་དང་དཔལ་འབྱོར་གྱི་གནས་ཚུལ་ག་གོ་ཅིག་ཤེས་ཀྱི་ཡོད་མ་རེད་ཡིན་པ་ཡིན་ཡང

ག་ལ་ཟེར་ཡང་མ་རེད་མ་རེད་ཉེས་གི་མི་དགེ་ཁོ་རང་མང་པོ་ཤི་འདྲ། བོད་སུ་དུས་དུས་འོང་འགྲོ་ནས་གི་ཐབས་བྱུང་རེད་ད། ས་ཡ་ཐོ་ཡང་མ་འདོག་ཉེས་པ་དེ་ནས་ན་ཚ་དྲི་བའི་ན་ཡ་དང་ཁ་མ་ན་ཡ་དེ་ནས་ཆུན་པ་ན་ཡ། ད་འདྲ་མི་འདྲ་ན་ཚ་མང་པོ་ཞུགས་ཀྱི་ན་ནས་དེ་འདྲ་གྱི་གྲོང་ཡང། ཚེ་ལས་འདས་པ་གྲོང་ཁ་མཐོན་པོ་རེད་བྱ། དུས་དུས་ཚང་མ་འོང་འགྲོ་ནས་གི། ད། དཔང་རྒྱུག་གི་འགྲོ་སྟངས་དེ་ཡག་པོ་མ་ཤེས་པའི་དབང་གིས་དང་དེ་ནས། ཕྱག་བཞི་མུ་སེར་གི་མེད་པ་བུ་ཆུང་རང་བུ། པ་འབྱུང་བའི་ཆ་གཞི་མེད་པ་དབང་གིས་ཀྱང་གང་ང་ཆོས་ཚང་མ་བྱུང་བ་བྱུང་ཆོག་དེ་འདྲར་ཅི་བྱེད་བྱ། དེ་ནས་ད་ལྟ་ཁྱེད་ཀྱིས་ཉིས་སྟོང་ནས་བྱས་བྱས་གཅིག་སྟོང་དགུ་བརྒྱ་དྲུག་ཅུ་བར་དུ་ལོ་བཞི་བཅུ་ནང་ལོགས་ལ་ཡང་དཔལ་འབྱོར་འཐུས་ཤོས་ཆེན་པོའི་སྐོར་གསུང་གི་ཡོད་རེད་སྤྱི་ཚོགས་ནང་ལོགས་ལ་ཏན་ཏན་དེའི་སྐོར་ལ་ཡང་སེམས་འཚབ་གནང་མཁན་དང་འགྱོད་པ་གནང་མཁན་མང་པོ་ཞིག་ཡོང་གི་འདུག་ལྷག་པར་དུ་ཧ་ནི་སྐབས་དེ་དུས་ཀྱི་དབང་འཛིན་པའི་ནང་ལོགས་ལ་ཡང་མི་གཅིག་དང་གཉིས་ཀྱི་ཆེད་དུ་གཞུང་གིས་དངུལ་བཏང་བཞག་པ་དེ་ཚོ། ཕོན་ཆེན་པོ་ཞེ་བོ་དེ་འདྲའི་ལྷ་གྲགས་ཀྱི་བརྒྱུད་ལམ་ག་ལ་སོང་བསྡད་ཀྱི་འདུག་བྱས་ཙང། དཀའ་ངལ་ཞེ་བོ་གཅིག་བྱུང་ཡོད་པ་དེ་དངོས་ནི་ཚུལ་རེད་ཞག་སྟེ་སྤྱི་དུས་ད་དེ་ནས་ང་ཚོ་བོད་ཤོར་བ་ནས་བརྩིས་པ་ཡིན་ན་ད་དུང་ཡིན་ན་ཡང་ཡ་ལོ་བཅུ་ཚོ་ཕྱི་ཤེས་རྒྱབ་དགོས་ཡ་འདྲ་བོ་གཅིག་ཆགས་ཀྱི་འདུག་དེ་ཡིན་དུས། ཆིག་སྟོང་དགུ་བརྒྱ། དྲུག་ཅུ་ནས་ཡ་ཕྱི་ཤེས་རྒྱབ་བྱས་ནས་ལྔ་བཅུ་དགུ་བར་དུ་བྱས་པ་ཡིན་ན། དེའི་གོང་ལ་ཡང་ད་བོད་རང་དབང་རང་བཙན་རྒྱལ་ཁབ་ཅིག་ཡིན་པ་ཡིན་ཙང་དེ་ང་ཚོ་དཔལ་འབྱོར་སྒང་ལ་ཞུགས་གཅིག་ཞུགས་དགོས་གནས་སྟངས་ག་ཆགས་ཀྱི་ཡོད་མ་རེད་དེ་ཡིན་ཙང་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ཟླ་བ་བཅུ་གཉིས་པའི་ནང་ལོགས་ལ་ཡང་བོད་གཞུང་གིས་སའི་དང་དངུལ་ལ་སོགས་པ་མང་པོ་ཅིག་འབྲས་ལྗོངས་ལ་ཕར་དབོར་འདྲེན་བྱས་རྗེས་ཕོན་ཆེན་པོ་ཞིག་བྱུང་བསྡད་པའི་གནས་ཚུལ་དེ་འདྲའི་ད་ལོ་རྒྱུས་ཁ་ལ་གསལ་པོ་ཞིག་ཆགས་བསྡད་པ་རེད་དེ་འདྲའི་འདུག་ད་དེ་རོབ་རྩིས་ཅིག་བྱས་པ་ཡིན་ན་སྐབས་དེ་དུས་ཀྱི་ཧིན་དི་གི་སྒོར་མོ་ག་ཚོད་འགྲོ་ཆགས་ཀྱི་འདུག་སྐབས་དེ་དུས་ཀྱི་ཨ་རིའི་སྒོར་མོ་ག་ཚོད་ཆགས་ཀྱི་འདུག་ཨ་དེ་རིང་སང་ཉིན་གྱི་ཨ་རིའི་སྒོར་མོ་ཚུར་བསྒྱུར་བ་ཡིན་ན་ད་དེ་དཔལ་འབྱོར་གྱི་རྨང་གཞི་འདྲ་བོ་དེ་རྩིས་ག་འདྲ་འདྲ་བོ་ཆགས་ཀྱི་འདུག། དུ།
སྐབས་དེ་དུས་ཀྱི་དཔལ་འབྱོར་འདྲ་བོ་ཡིན་པ་ཡིན་ན་འོན་ཀྱང་ནས་ཀྱི། ཐང་ཆེན་པོ་ཞོ་ཅི་རིགས་ཆགས་ད་སེ་དངུལ་དུས་ཚོད་འབྲས་ལྗོངས་ལ་བོར་ནས་ཡོད་བོར་བ་ཙམ་ཚོད་མ་ཚད་འབྲས་ལྗོངས་རྒྱལ་པོ་གྱི་ད།

སྐབས་དེ་དུས་ཀྱི་དཔལ་འབྱོར་འདི་བོད་ནང་ནས་ཚུར་དབོར་བ་ཡིན་ཙང་དེ་ཡི་བདག་དབང་གི་སྒང་ལ་རྩོད་པ་འདྲ་བོ་བྱེད་དང་མ་སོང་ན་དཔེར་ན་རྒྱ་ནག་གཞུང་གི་སྐབས་དེ་དུས་ཡིན་པ་ཡིན་ན་ཡང་དེ་ཡི་བདག་དབང་དེ་ཁོ་རང་ཚོ་ལ་ཡོད་ཟེར་ནས་རྩོད་པ་རྒྱག་ཡ་དང་རྒྱ་གར་གྱི་སྲིད་བློན་ནེ་རོ་ཡིན་པ་ཡིན་ན་ཡང་གསེར་དངུལ་དེ་ཚོ་ང་ཚོ་ལ་བཙུང་བཞག་ན་ཡག་གི་རེད་ཟེར་ཡ་ལ་སོགས་པ་དེ་འདྲའི་བྱེད་དུས་རྒྱ་གར་དང་རྒྱ་ནག་གི་པར་རུ་ལ་ཡ་ཅིག་ཐོབ་ཤོར་འདྲ་བོ་བྱེད་ཀྱི་ཡོད་པའི་སོགས་འདྲ་བོ་ཅིག་བྱས་སྐབས་དེ་དུས་ཡིན་པ་ཡིན་ན་ཡང།

ཏཱ་ལའི་བླ་མ་ཀ་བ་ཡོད་ན་ཏཱ་ལའི་བླ་མ་དང་ཏཱ་ལའི་བླ་མ་ཀ་ཤ་ཀ་བ་ཡོད་པ་ཡིན་ན་བ་དེ་པོ་གཞུང་ཡིན་ཟེར་ནས་ད་ལྟ་བཞུགས་ལ་རྒྱ་གར་དུ་ད་པོ་གཞུང་ཟེར་ནས་ངོས་འཛིན་བྱས་པ་མ་རེད་གང་དུ་བཞུགས་ད་གཞུང་གི་ཚབ་ཏུ་ངོས་འཛིན་བྱས་པ་རེད་ད་དཔེ་ཆ་དེ་ཚང་མ་བཞུགས་ལ་རྒྱ་གར་མཆོད་ལ་ཐུག་ཡོད་རེད་ཡིན་པ་ཡིན་ན་བ་ད་ལྟ་ཐུ་བྷེ་ལ་དཀའ་ངལ་འཕྲད་ཡོད་རེད་རྒྱུ་མཚན་ག་རེ་ཡིན་ཟེར་པ་ཡིན་ན་རྒྱལ་སྐྱོང་ནག་ལུ་ལ་གོ་ལུས་བཞུགས་ལ་ད་རྒྱ་ནག་གི་གཙོ་འཛིན་མའོ་ཀྲུའུ་ཞི་ཡིན་པ་ཡིན་ནའང།

ཇི་ལྟ་བ་སེང་གེ་ཁྲི་ཚོའི་འབྲས་ལྗོངས་ལོ་ལ་ངོ་རྒོལ་བའི་རྒྱུ་མཚན་ག་རེ་ཟེར་བ་ཡིན་ན་རྗེས་མའི་དབུལ་ཕོངས་ལ་བཙན་འཛུལ་བྱས་ནས་གོས་དར་མང་བ་རྒྱ་གར་མཁྱེན་རྒྱ་གར་ལ་ཁྱབ་འཇུག་ཕེབས་དགོས་དེ་འདྲ་ག་ནི་ཚོད་ཕ་ཅེ་ཤ་ས་རེད་དེ་འདྲ་ག་ནི་སྟངས་ཅི་ཤ་བ་ཡིན་ན་སྐབས་དེ་དུས་སེང་གེ་ཁྲི་ཚོ་ཕན་ཐོག་གི་འདུག་རྗེས་མའི་གོས་དར་འབྲས་ལྗོངས་ལོ་ལ་སེང་གེ་འབུར་ཆེན་པོ་བཞི་བོ་བཅས་དགོས་རུ་ཡོད་རེད་ད་སེང་གེ་ཁྲི་ཚོའི་ཇི་ལྟ་བ་རྒྱལ་བ་ཀུན་བརྟན

འགན་འཛིན་གྱི་ལམ་ལུགས་དེ་ཡག་པོ་ཡོད་པའི་སྐོར་གཅིག་གླེང་སློང་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད་དེ་ཡིན་དུས་ད་ད་ལྟ་ཁྱེད་རང་གིས་བཀའ་མོལ་གནང་པའི་གི་བརྒྱུད་ལམ་འདི་ནི་བལྟས་པ་ཡིན་ན་དངོས་གནས་དྲང་གནས་ཆིག་སྟོང་དགུ་བརྒྱ་དྲུག་ཅུ་གི་ནང་ལོགས་ལ་ཡ་བོད་གི་དམངས་གཙོ་དེ་མགོ་བཙུགས་པ་རེད་དེ་ཡིན་ན་ཡང་དཔལ་འབྱོར་ལམ་ལུགས་དེ་དམངས་གཙོ་གི་བརྒྱུད་རམ་ནང་ལོགས་ལ་ཡ་ཤུགས་ཆེན་པོ་ཅིག་འགྲོ་ཐུབ་ཀྱི་མེད་པ་དང་གྲོས་ཚོགས་ནང་ལོགས་ལ་རྩིས་ཁྲ་ཤུགས་ཆེན་པོ་ཅིག་འགྲོ་ཐུབ་ཀྱི་མེད་པའི་གི་རྒྱུ་མཚན་ལ་བལྟས་ནས་སྐབས་དེ་དུས་དབྱིན་ཡོལ་ལ་ཡ་དཔལ་འབྱོར། ཕལ་ཆེ་བ་དེ་དག་སྒེར་བདག་ཅན། སྒེར་གྱི་དབང་འཛིན་གྱི་གནས་སྟངས་ཆགས་བསྡད་འདུག་གང་ལ་དེ་འབྲེལ་གྱི་ཐུགས་ཤུགས་མང་པོ་བྱིན་ཡ་དང་དེ་ནས། ལྷག་པར་དུ་མི་དེ་ཚོ་ཡིན་པ་ཡིན་ན་རྩིས་ཀྱི་ཐོག་ནས་ཤེས་ཚད་ཀྱི་འདང་གི་མེད་པའི་གནས་སྟངས་དེ་ཚོ་ངས་མ་བསམ་མཐོང་རུབ་བྱེད་ཀྱི་ཐེངས་ཁ་ཤས་ཅིག་ལ་ཡ། ཀ་ལོ་ཕེབས་ཡོད་རེད་དེ་འདྲ་ཡིན་དུས། བྱས་ཙང་སྒང་ལ་ཞུས་པ་ནང་བཞིན་གཅིག་སྟོང་དགུ་བརྒྱ་དྲུག་ཅུ་དང། ཉིས་སྟོང་གི་བར་དུ་ཧ་ལས་པའི་གཅིག་དཔལ་འབྱོར་དངོས་མ་ཡོད་པ་དེ་ཚོ་ཆུད་ཟོས་སུ་ཕྱིན་པ་དང། འཐོར་ཞིག་ཕྱིན་པ་དང་ནུས་མེད་དུ་ཕྱིན་པ་དང་བརླག་པ་ལ་སོགས་པ་དེ་འདྲའི་གནས་ཚུལ་མང་པོ་ཞིབ་ཅིག་གཞུང་ཞལ་ཏེ་ཡིན་དོན། ད་ད་ལྟ་དེའི་བཀའ་འདྲི་གཙོ་བོ་དེ་དཔེར་ན། ད་དེའི་དཔའ་རུ་ལ་ར་བ་དེའི་དཔའ་རུ་ལ་སྔས་མ་ཡོད་དེ་བས་ཀྱི་དཔལ་འབྱོར་གྱི་རྨང་གཞི་དེ་འཐོར་ཞིག་ཕྱིན་བསྡད་པའི་སྐོར་དེ་ད་ལྟ་སོང་པ་དེ་རེད་དེ་ཡིན་དོན། ལྷག་པར་དུ་དེའི་དཔའ་རུ་ལ་ཡ་ད་མཉམ་འབྲེལ་རྒྱལ་ཚོགས། རེད་ཨ་རི་རེད། དེ་འགྲིག་གི་རོགས་ཚོགས་ཁག་ནི། སྣེ་ལེན་ཁང་བརྒྱུད་ནས། དེ་ལ་སོགས་པ་དེ་ཅིག་བསླབ་གྲྭ་ལ་སོགས་པ་དེ་ཚོ་གང་ལ་ཡ། རོགས་རམ་ཞིབ་པོ་ཅིག་གནང་ཡོད་ས་མ་རེད་བས་དེ་ཚོ་དངུལ་དེ་ག་འདྲི་བྱས་ནས། ག་རེ་བྱས་ནས་འདང་གི་ཡོད་མ་རེད་དཔེར་ན་གཞིས་ཆགས་རོགས་རམ་ལ་སོགས་པ་དེ་འདྲའི་དངུལ་མང་པོ་ཅིག་ཡོང་གི་ཡོད་རེད་ད་དེ་ཚོ་བྲེལ་ཏེ་ཡང་ཁོ་ག་བ་འདྲ་ཅིག་ཐེམ་འགྲོ་གི་ཡོད་ན་ཚོད་དཔག་བྱས་པས་ན། དེ་སྐབས་དེ་དུས་དེང་སང་འདྲ་བ་ཡོད་མ་རེད་བ་ད་རྩིས་ཁྲ་རྩིས་ཡ་འདྲ་བ་གསལ་བོ་ཡོད་མ་རེད།

ཡིན་པ་ཡིན་ནའང་ཅུང་ཆེ་ནས་ཏན་ཏན་ཡོང་དུས་ནང་དོན་མི་ཕེབས་པས་ཅུང་རེད། སྐབས་དེ་དུས་ཀྱི་ཁྱེད་ཀྱིས་ད་སྤྱི་ཚོགས་ཀྱི་ཁྱོན་ཡོངས་ཀྱི་དེ་ནས་དཔལ་འབྱོར་གནས་སྟངས་ཡར་རྒྱས་འགྲོ་བའི་སྐོར་ཅིག་གསུང་གི་ཡོད་རེད་དེ་ཡིན་དུས་ད་ད་ལྟ་དཔལ་ནཱ་གའི་བདག་ཅན་གྱི་ལམ་ལུགས་དེ་ལ་ཡང་མོས་པ་ཆེན་པོ་བྱེད་མཁན་མང་པོ་ཡོད་རེད་ལྷག་པར་དུ་དཔེ་མཚོན་ཙམ་ཅིག་ཞུས་པ་ཡིན་ན་སྤེན་པ་ཚེ་རིང་འདྲ་བ་ཡིན་པ་ཡིན་ན་ད་དེ་རིང་སང་ཉིན་དཔལ་འབྱོར་གྱི་གནས་སྟངས་སྒང་ལ་ཡང་ལམ་ལུགས་གསར་བ་ཡང་མིན་ན་སྲིད་ཇུས་གསར་པ་དེ་འདྲས་གང་ཡང་བཏོན་ཡ་མེད་ཡ་པའི་ཅིག་ལ་ཡ། དེ་སྔ་ཕན་ཆད་ས་ཞག་ངན་དེ་ཚོ་ཡིན་ན་ཡང་རྩིས་ལོག་བརྒྱབ་ནས། དཔེར་ན་སྒང་ལ་ཡ་ངས་དཔེ་མཚོན་ཞུས་པ་ནང་བཞིན་རེད་སྤེན་པ་ཚེ་རིང་གི་ཉེ་ཆར། ཤེས་རིག་ལས་ཁུངས་ནང་ལོག་ལ་ཡ། ད། མ་དངུལ། སྤྱི་བཏང་བྱས་པ་ཡིན་ན་ས་ཡ། བརྒྱ་དང་བདུན་ཅུ་ཡོད་པ་གཅིག་ལ་ཡང་ས་ཡ་སུམ་ཅུ་མ་ཐུབ་མི་འདུག་ཟེར་ནས་གསུངས་པ་རེད། ད་དེ་ཡིན་པ་ཡིན་ན་ཁོ་རང་གི་སྐད་ཆ་བཤད་ཐེངས་གཅིག་ལ་ཡ་ཨ་ལས་ད་དཔེར་ན་རྒྱ་གར་གྱི་གཞུང་འབྲེལ་མི་གཅིག་གིས་ས་ཡ་སུམ་ཅུ་མ་ད་ཡོད་མ་རེད་བས་ཟེར་ལབ་པ་ཡིན་ན་ཁོས་ཡོད་མ་རེད་ཟེར་གྱི་ནས་མིང་རྟགས་རྒྱག་ས་རེད་བ། ད་ཁོས་མིང་རྟགས་དེ་བཀོལ་གྱི་ཡོད་པ་ཡིན་ན་དེ་ནས་མིང་རྟགས་བཀོལ་ཐེངས་གཅིག་ལ་སྐད་ཆ་བཤད་ཐེངས་གཅིག་ལ། སྒོར་མོ་ས་ཡ་དེ་ནས་བརྒྱ་དང་བཞི་བཅུ་བརླག་མ་རེད་བས་དེ་འདྲའི་ཆེད་དུ་སྒེར་འཛིན་སྒེར་དབང
བྱེད་མཁན་ཁོ་རང་ཚོ་གི་ད་དཔལ་འབྱོར་ལས་སླ་པོ་བྱས་ནས་ཕར་ལྟོ་འགྲོ་གི་འདུག་བ། ཞེས་དང། རྐང་བ་ལམ་ལུགས་ཡིན་ན་ང་ངོ་འགྲོ་ནས་ཆགས་ཏེ་ཡོད་རེད་རྐང་བ་ལམ་ཟིན་ན་མང་པོ་ཅི་ཆི་ཧ་གོ་གི་ཟེར་མ་རེད་སྐུ་དྲག་དམར་ཁྲག་གི་ལམ་ལུགས་ཡིན་པ་ན་དེ་ཆགས་ཏེ་ཡོད་རེད་རྒྱུ་མཚན་ག་རེ་ཟེར་བ་ན་གང་ནས་སྐུ་གོང་བདེ་མཁན་གྱི་བང་ཆེན་པ་གཅིག་ཡོད་དེ་ཤང་ཀི་ན་མི་འདུག་ཟེར་བ་ཡིན་ན་ཧྲིན་ཛེན་འདྲ་བའི་བང་ཆེན་ཆེན་པོ་གཅིག་གཡུ་རི། ལ་ཕྱུག་གཡོག་མ། ལ་པ་ཡིན་ན་ཁྱེད་རང་བོད་སྐྱོང་གི་དགྲ་བོ་དང་བོད་སྐྱོང་ལ་ངོ་རྒོལ་བྱེད་མཁན། བོད་སྐྱོང་ལ་མི་དགོས་མི་རྒྱག་མཁན། དེ་ལྟ་བུའི་ལ་པ་ཡིན་ཡང་དེ་ལས་ངོ་ནས་རེད་ལབ་པ་རེད། དེ་ད་ལྟ་ཁོ་རང་ག་རེ་བྱེད་ཀྱི་འདུག་ཟེར་བ་ཡིན་ན། ཁོ་མི་གཅིག་གི་དཔེ་དེ་ལས་ཀ་འཐུས་ཤོར་གཅིག་ཡང་འགྲོ་གི་མ་རེད་ཟེར་གྱི་འདུག་ཁོ། ཁོ་མི་གཅིག་གི་ལས་ཀ་རང་འདྲའི་འཐུས་ཤོར་འགྲོ་གི་ཡོད་མ་རེད་བཀའ་བློན། སྤྲུལ་སྤྲུལ་ན་སྡུག་ན་སྡུག་དགོས་ཀྱི་ཡོད་རེད།

སྤེན་པ་ཚེ་རིང་གིས་རྩིས་ཀྱི་སྒང་ལ་ཡང་ཞིབ་འཇུག་ཞིབ་པོ་ཅིག་བྱེད་ཀྱི་ཡིན། ཅི་ནས་བཤད་ཡོད་རེད་དེ་ཡིན་པ་ཡིན་ན། དཔེར་ན། སྲིད་སྐྱོང་བློ་བཟང་སེང་གེ་ལགས་ཀྱིས་ཉིས་སྟོང་བཅུ་གཅིག་གི་སྐབས་ལ་ཡང། ཆབ་སྲིད་ཀྱི་སྐུ་དབང་ཆ་ཚང་བཞེས་པའི་སྐབས་ལ། མི་མང་པོ་ཅིག་གིས་རྩིས་ཀྱི་སྒང་ལ་ཡང་ལག་པ་ཤུགས་ཆེན་པོ་ཞིབ་པོ་ཅིག་འཆང་བ་ཡིན་ན། ད་གིན་ཁྱེད་སྒང་ལ་སོང་པ་ནང་བཞིན་གཅིག་སྐུ་དབང་ལམ་ལུགས་ཀྱི་གནས་ཚུལ་མང་པོ་གཅིག་སྒང་ལ་ཡང་དཀའ་ངལ་འཕྲད་ཀྱི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་གིན་རྩིས་སྒང་ལ་ཡང་ཞེ་དྲག་ཞིག་ལ་ལག་པ་མ་འཆང་ན་ཡག་གི་རེད་ཟེར་ཡག་ལ་སོགས་པ་ཡང་ན་གཅིག་སྤྱི་ཚོགས་ནང་ལོགས་ལ་ཡང་ཟམ་གདོང་རིན་པོ་ཆེ་གི་སྐབས་ལ་ཡང་སྐུ་དབང་ཆེ་ཁག་གཅིག་བྱས་སྲིད་སྐྱོང་བློ་བཟང་སེང་གེའི་སྐབས་ལ་ཡང་སྐུ་དབང་ཆ་ཚང་གཅིག་ཆབ་སྲིད་ཀྱི་སྐུ་དབང་ཆ་ཚང་གཅིག་ཁོ་རིམ་པས་ཡོང་དགོས་ཡ་རྒྱུ་མཚན་ཡང་དེ་འདྲའི་མང་པོ་ཞུ་བྱེད་ཐུགས་དད་ཡོད་ཟེར་ཡག་ལ་སོགས་པ་དེ་འདྲའི་ཆེད་དུས་རྩིས་སྒང་ལ་ཡང་ཞིབ་པོ་ཞིབ་པོ་གཅིག་ཡག་དད་པ་ཡིན་ན། ཡང་ན་ཁོ་ཚོས་བྱས་ནས་བཞག་དགོས་གོ་རེད་ཡང་མིན་ན་ཡག་ཡག་བསྡད་པ་ཡིན་ན་དཀའ་ངལ་མང་པོ་ཞིག་གང་ལ་ཐུག་འགྲོ་གི་རེད་བྱས་ནས་སྐབས་དེ་དུས་ཞེད་སྣང་བྱེད་མཁན་མང་པོ་ཅིག་དྲ་རྒྱའི་རྒྱུ་ལམ་ཁག་ལ་མང་པོ་ཞིག་སྲུང་བསྡད་སོང་དེ་ཡིན་དུས་སྤེན་པ་ཚེ་རིང་ཁོ་རང་གིས་དཔལ་འབྱོར་ཞིབ་འཇུག་བྱས་པ་ཡིན་ན་ཉེ་བའི་དུས་ཚོད་ནང་ལ་གང་ཞིག་རེད་བ་ཡིན་ན་ཡང་རིམ་པས་རིམ་པས་ཕྱིན་ནས་གཅིག་སྟོང་དགུ་བརྒྱ་བདུན་ཅུ་དང་བརྒྱད་ཅུ་བྱས་དེ་ནས་ཡང་གཅིག་སྟོང་དགུ་བརྒྱ་ལྔ་བཅུ་དང་བཞི་བཅུ་ནང་ལ་ཡག་ཡག་བསྡད་ཕྱིན་པ་ཡིན་ན་འདི་དཀའ་ངལ་ཅིག་མ་རེད་བས་ཉེན་ཁ་ཞིག་མ་རེད་བས། ཡིན་པ་རེད་ཉེན་ཁ་ཡོད་པ་དེ་བེམ་པ་ཚེ་རིང་ཁོ་རང་ཧ་གོ་དུ་ཡོད་རེད་ཁོ་རང་ངོ་ཆི་སྟོང་ཉིས་སྟོང་དགུ་དང་དགུ་བཅུ་དེ་ནས་ལྷག་པར་དུ་བདུན་བཅུ་དང་བཅུ་བཅུ་ནོར་ལ་དཔལ་འབྱོར་ཞིབ་འཇུག་བྱས་པ་ཁོ་རང་དཔེ་དེབ་གས་ཡོད་མ་རེད་མདོ་ཁ་ཁོ་རང་ཡོད་མ་རེད། ཁོ་རང་ཞིབ་འཇུག་བྱས་གོ་བྱས་དེ་བསྡུ་དུ་ད་སྲིད་སྐྱོང་བློ་སེང་གི་ཁ་ཐུག་ལ་དཔལ་འབྱོར་ག་ཚོད་ཆགས་ཡོད་པ་ད་ལྟོས་ཁོའི་ཞིབ་འཇུག་བྱས་པ་ཡིན་ཟེར་གྱི་ཡོད་རེད།

སྐྱོན་ཚ་སྐྱོན་འཚོལ་བྱེད་པའི་ངོ་རྒོལ་ཡོད་རེད་མ་གཞི། ཁོ་རང་ངོ་ཐེངས་ཤོས་དང་ཁོ་རང་ངོ་སྐུ་བཅར་ལ་ནག་ལ་ནུབ་ཤེས་པའི་དེ་འདྲ་གི་རིགས་ཅིག་ཡིན་པ་ཡིན་ན་ཁོའི་རྩེད་འཇོ་བཏང་གི་མ་རེད་ཁོ་གོ་བ་གོ་ཁོའི་དགུ་བཅུ་དང་བདུན་བཅུ་དྲུག་བཅུ་ལ་རྩེད་འཇོ་བཏང་ཡོད་ལུགས་ཁོ་རང་ཡོད་མ་རེད་བཏང་ཡ་འདོད་པ་ཁོ་རང་ཡོད་མ་རེད།

སྤེན་པ་ཚེ་རིང་གིས་རྩིས་སྒང་ལ་ཡང་ལོག་འགྲེལ་ཞིབ་པོ་ཞིག་བྱས་པ་རེད། དེ་འཆར་གཞི་ལྡན་པའི་ཐོག་ནས་བྱས་པ་རེད་ཟེར་བ་དང་དེ་དང་འབྲེལ་བའི་ཐོག་ནས་དྲ་རྒྱའི་བརྒྱུད་ལམ་ཁག་ལ་ཡང་བསམ་ཚུལ་བྱུང་འགྲོ་གི་ཡོད་པ་དེ་ག་རེ་འདུག་ཟེར་ལབ་པས་ན། ད་གྲོས་ཚོགས་མེད་པ་དང་མི་གཅིག་དབང་འཛིན་གྱི་ལམ་ལུགས་ཀྱི་མགོ་གཅིག་བཙུགས་ཡོང་དུས་སྒང་ལ་ཡང། ད་ངས་ཁྱེད་རང་སྒང་ལ་གསུངས་པ་དེ་འདྲ་བོ་ཞིག་ཆགས་ཀྱི་འདུག་ད་ཁོའོ་གི་ཤེས་རིག་ལས་ཁུངས་ལ་ཡང་ས་ཡ་བརྒྱ་དང་བདུན་ཅུ་ཡོད་པའི་ནང་ལོགས་ལ་སུམ་ཅུ་མ་གཏོགས་མི་འདུག་ལབ་དེ་སྒང་ལ་ཡང།

བུམ་པ་ཚེ་རིང་གིས་བཟའ་བར་སེམས་པ་ཡིན་ནའོ་སྤྲུལ་མཚུངས་ག་རེ། ཡིན་པ་ཡིན་ནའོ་ད་སྤྲུལ་མཚུངས་མེད་པ་ཆགས་ནས་མོ་ཚོ་འགུལ་ལུགས་ཚོང་བ་ཡིན་ན་དེ་ནི། བུམ་པ་ཚེ་རིང་དང་བ་ཏི་ཤུག་ཏོག་ལ་བ་ལ་ཤོ་ཁུ་རེད་ད་ཤི་སོང་བ་ཡིན་ན་དེ་ནི་ཁོ་རང་ཚོའི་ངོ་འདྲ་ནས་དཔེ་ཆ་ཟ་ཐུབ་ཀྱི་རེད། འོ་དེ་འདྲ་ཞིག་དཔེ་ཆ་འདྲ་བོ་ཟས་ནས་གི་དེ་ནི་ཏག་ཏག་ཏག་ཏག་གཏོང་ས་མ་གཏོང་པ་ཡིན་ན་དེ་ནི་ཨ་རིའི་གཞུང་ཡིན་པ་ཡིན་ན་མང་བ་རོགས་སྐྱོར་དེ་ཀ་ཡག་གི་ངོ་འཕྲོ་ནས་ཉན་ཀ་ཡོད་རེད།

ལས་སུ་ལས་སུ་མཐོ་ཕྱིར་ན་བསོད་ནམས་ལགས་ཁྱེད་ཀྱི་ད་ལན་བཙན་བྱོལ་བོད་མིའི་དཔལ་འབྱོར་ཡར་རྒྱས་ཀྱི་གནས་རིམ་དེའི་ཐོག་ལ་བགྲོ་གླེང་ལྷུག་པོ་གནང་བ་ལ་བཀའ་དྲིན་ཆེ་ཞུ་ཡ་ཡིན་ལྷག་པར་དུ་ད་ལྟ་ཁྱེད་རང་སོགས་མ་ནང་བཞིན་རེད་དངོས་གནས་དྲང་གནས་མི་གཅིག་དབང་འཛིན་གྱི་སྐབས་འདི་ལ་ཡ་མི་མང་པོ་ཞུ་བོ་གཅིག་གི་དཀའ་ལས་རྒྱག་བཞག་པར་གྱི་དཔལ་འབྱོར་གྱི་གནས་སྟངས་འདི་མི་གཅིག་དང་གཉིས་ཀྱི་ཁ་ལ་འགྲོ་ཡ་དང་མི་གཅིག་དང་གཉིས་ཀྱི་ཁེ་ཕན་ཆགས་འགྲོ་ཡ་གྱི་ཉེན་ཁ་ཞེ་དྲག་ཡོད་རེད་དཔེར་ན་གཅིག་དབུ་མའི་ལམ་འདྲ་པོ། ཐོག་ནས་བྱ་བཞག་པ་ཡིན་ན་ཡང་མི་གཅིག་དང་གཉིས་དང་གང་ཟག་སྒེར་པ་དང། མཐུན་སྒྲིལ་གཅིག་གི་རེ་ཟུང་གཅིག་ལ་ཡ་མཁས་བཟང་རང་འགྲོ་ཡ་འགྲོ་བ་ཞིག་མ་གཏོགས་བོད་མི་སྤྱི་ཡོངས་ལ་གྱོང་རག་བསྡད་ཀྱི་རེད་ཟེར་བྱས་ནས་དེ་འདྲའི་སྲོག་ངན་མང་པོ་ཡོད་རེད། དེ་ཡིན་དུས་ག་ནས་ད་དེ་རིང་ལས་ཚན་འདི་འདྲའི་གཅིག་ལ་ཡ་མཇུག་འགྲིལ་ཡ་ཡིན་ཁྱེད་ཀྱིས་བརྒྱུད་རིམ་དང་ལྡན་པའི་ཐོག་ནས་གནས་ལུགས་དང་ལྡན་པའི་ཐོག་ནས་ད་ལན་གྱི་ལས་རམ་ནང་ལོགས་ལ་མཉམ་ཞུགས་ཚད་དང་ལྡན་པ་ཞིག་གནང་སོང་དེ་ཡིན་དུས་སེམས་གཟིགས་གནང་མཁན་ཡོངས་རྫོགས་ཀྱི་ཚབ་ཞུས་བྱས་བསོད་ནམས་ལགས་ལ་ཡ་སྙིང་ཐག་པ་འཐོར་ཤེས་ན་ཞུ་ཡ་ཡིན།